ད་དེ་ནས་སྒྲོལ་མ་ཉི་ཤུ་རྩ་གཅིག་ཟེར་མཁན་གྱི་སྒྲོལ་མ་ཟེར་མཁན་དེ་ཡང་ཀོ་དྲང་དོན་གྱི་སྒྲོལ་མ་གཅིག་འདུག་ངེས་དོན་གྱི་སྒྲོལ་མ་གཅིག་འདུག་དེ་ངེས་དོན་གྱི་སྒྲོལ་མ་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་བཞི་བོ་རེད་གསུངས་གི་འདུག་ད་དྲང་དོན་གྱི་སྒྲོལ་མ་ཞུ་ན་ནི། རྒྱ་བོད་ཕོ་མོ་ཡེ་ཤེས་ཟླ་བ་ཞུ་ཡ་གཅིག་གིས་དེ་སྔོན་གར་སྐལ་བ་གཅིག་གཅིག་གཅིག་ཟེར་ཡ་གཅིག་ཨོ་དེ་གི་ཨ་ནི་ཐུང་ངུ་འདུ་བྱེད་ནང་ངོ་ལ་ཡ་ཨ་ནི་དེ་འདྲའི་གཅིག་གི་ལོ་རྒྱུས་གཅིག་ཡོད་བསྡད་པ་གཅིག་ཡིན་པ་རེད་ཨོ་དེ་འདྲ་བ་དེ་ལ་ཡ་ཨ་ནི། དེ་བཞིན་གཤེགས་པ་དང་འཁོར་གྱི་ཉན་ཐོས་དེ་རྣམས་ཀྱིས་ཁྱེད་རང་གི་སྐུ་ཚེ་འདི་ལས་ཡལ་བའི་སྔོན་ནས། སེམས་ཅན་འབུམ་ཕྲག་མང་པོ་སྨིན་གྲོལ་གྱི་ལམ་ལ་མ་བཀོད་ཀྱི་བར་དུ་ཞོག་ཁས་ཟས་མི་ཟ་བ། སེམས་ཅན་འབུམ་ཕྲག་མང་པོ་སྨིན་གྲོལ་གྱི་ལམ་ལ་མ་བཀོད་པའི་བར་དུ་ཉིན་གུང་ཟས་མི་ཟ་བ། དེ་འདྲའི་དེ་འདྲའི་གྱི་དགེ་སྦྱོར་ལ་བཙུན་པ་དེའི་མཐུ་ལ་བརྟེན་ནས། ཚེ་འདི་ཉིད་ལ་ཡང་སྐྱེ་བའི་ལུས་སུ་བྱས་ནས།

བསྟན། འདི་ག་རང་གི་ཐོག་ནས་བུད་མེད་ཀྱི་བསྟན། འདི་ག་རང་གི་ཐོག་ནས་ཨ་ནི་ལམ་ལ་ལ་སྔོན་མ་རྫོགས་པར་སངས་རྒྱས་པ་ཅིག་ཨ་ནི་འདོད་ཀྱི་འདུག་ཟེར་ནས་སྐབས་དེའི་གནས་སྐབས་ཀྱི་ཨ་ནི་དེ་བཞིན་གཤེགས་པ་དེ་གི་དེ་ག་རང་ཡོང་གི་རེད་ཟེར་བྱས་བྱས་ཨ་ནི་དེ་ནས་བཟུང་སྟེ་ཡེ་ཤེས་ཟླ་བ་ཟེར་མཁན་དེ་མཚན་དེ་བསྒྱུར་རྗེས་ཨ་ནི་སྒྲོལ་མ་ཟེར་ཅིག་གི་ད་སྒྲོལ་བ་ཟེར་ཅིག་གི་འོ་དེ་འདྲས་ཅིག་གི་ཨ་ནི་མཚན་ཐོགས་ཏེ་བ་འོ་དེ་འདྲས་ཅིག་གི་ད་དེ་དྲང་དོན་གྱི་ལོ་རྒྱུས་དེ་རེད་བ། ད་ངེས་པ་དོན་གྱི་ལོ་རྒྱུས་ལ་ཆ་བཞག་གི་ཡིན་ན་ནི

རྣལ་འབྱོར་མ་གི་དྲི་ནཱ་ལེནྡྲུ་བ། ཡིད་འོང་རྒྱ་ཡོན་ཕྱི་ཡི་ཁ་ཆོད་མ། བམ་ཡིག་ནང་གི་རྡོ་རྗེ་བཙུན་མོ་མཆོག། སང་ཉིད་སེམས་ཉིད་སྟོང་གསལ་གསང་བའི་ཁ་ཆོད་ཡུམ། ཧོ་ད། ནང་གི། རྣལ་འབྱོར་མ་ནང་གི་ཡེ་ནས་ཅིག་ད་བླ་མ། ནང་གི་རྗེ་བཙུན་སྒྲོལ་མ་ཧོ་ད་གལ་ཏེ་ད་ག་རེ་རེད་ཟེར་ན། རང་སེམས་གཉུག་མའི་ཡེ་ཤེས་དེ་དང་ངོ་བོ་དབྱེར་མེད་ཅིག་རེད་དེ་འདུ་བ། ཧོ། དུས་གསུམ་གྱི་སངས་རྒྱས་ཐམས་ཅད་དེ་ལས་ཤར། དེའི་རོལ་པ་ལས་ཡར་བྱུང་བདེ་བ། ཁྱབ་བདག་གསལ་ཏེ་རྒྱལ་བ་ཁྱབ་བདག་རྡོ་རྗེ་འཆང་ཆེན་པོ་སེམས་དཔའི་ཁྱབ་བདག། རིགས་ཐམས་ཅད་ལ་ཕར་ཁྱབ། རིགས་ཐམས་ཅད་ཀྱི་བདག་པོ་ཡིན་ཡང་དེ་རིང་དེ་འདུག་བ། ད་དེ་འདྲའི་ཅི་ཡིན་དུ། ངེས་པར་དོན་གྱི་རྗེ་བཙུན་སྒྲོལ་མ་སེང་གེ་འདི་སོ་སོ་རང་རང་སོ་སོའི་རྒྱུད་ལ་ཡོད་བདེ་བའི་གེ། ད་ཅི། རང་བཞིན་གྱི་དྲི་མེད་རྩ་བ་ཉིད་ནས་གོས་མེད་པའི། དེ་འདྲའི་གེ། ད། སངས་རྒྱས་ཀྱི་རིགས་ཟེར་ན་མི་འདུག་ཨོ། ཁམས་བདེ་གཤེགས་སྙིང་པོ་ཟེར་ན་མི་འདུག་ཨོ། དེ་དེ་ལ་ཡ། ཨ་ནི་ལམ་ལ་བསླབ་པའི་རིམ་པའི་ཐོག་ནས་གློ་བུར་གྱི་དྲི་མ། བྱེ་ཐག་བྱེ་ཐག་སུ་ཡོད་པ་གསུངས་ཡོད་དུས་ཨེ་ནི་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ཧ་ཟེར་ནས་བོད་དེ་ནས་བ་ཨེ་ནི་སྒྲོལ་བ་སྒྲོལ་བ་ཟེར་ནས་ཨེ་ནི་ཡོད་དེ་ཡ་དེ་དེ་རིམ་པ་བཞིན་དུ་ཡོང་དེ་ཡ་ཅིག

ཏུ་མགོ་བཏགས་ཏུ་བྱས་ནས་མ་གསུངས་བསྡད་པ་དེ་འདྲའི་ཡོད་རེད་ཨོ་ད་དེ་ཚོའི་ནང་ལ་མཇལ་རྒྱུ་ཡོད་རེད་ཨོ་དེ་འདྲའི་རེད་ཧ་ཅང་ངོ་མཚར་ཆེན་པོ་དེ་འདྲའི་ཡོད་རེད་ངས་ད་ལྟ་བློ་ལ་ཤར་གི་མི་འདུག་ཨོ་ཐུགས་སུ་བྱས་ནས་ད། སྒྲོལ་མ་འདོན་པའི་ཆང་རྩལ་ཉིན་གཅིག་འདོན་པའི་ཕན་ཡོན་དང་སྐྱབས་ཡུལ་དེ་དག་ཐམས་ཅད་ཨ་ནི་སྒྲོལ་མ་དང་ངོ་བོ་དབྱེར་མེད་དུ་མེད་པའི་ཐོག་ནས་ད་འདོན་ཡག་རེད་བསམ་གི་འདུག་ད་ངས་བསམ་ཡག་དེ་འདྲ་ཅིག་རེད་ཨོ། ཨ་ནི་ད་ཁོ། མདའ་འབེན་ལ་ཕོག་ས་གི་ཚོད་སྒྲུབ་དེ་དེ་འདྲའི་འདོན་པའི་ཕན་ཡོན་དེ་བློ་རྒྱ་ཆེ་ས་སྨོན་ལམ་ལ་ཧམ་པ་ཆེ་དགོས་གསུང་བ་ན་ཞེས་བསྔོ་བ་སྨོན་ལམ་ཧམ་པ་ཆེན་པོ་ཅིག་ད་དགོས་ཡ་ཅིག་དེ་རེད་པ་ད་འོ་དེ་ད་མ་བྱུང་བ་ཅིག་རྒྱ་མ་བྱུང་བ་བསྔོ་བ་སྨོན་ལམ་རྒྱ་མ་བྱུང་བ་ཅིག་དགོས་ཡ་ཅིག་རེད་པ་འོ་དེ་ཅིག་རེད། དེ་ནས་འགྲོས་ཆོག་ཐོག་ལ་ཡང་ངས་འདི་འདྲ་དྲན་གི་ཡོད། ཨོ། ཡི་གེ་སྤྱན་འདྲེན་དེ་གི་དེ་ཚར་ཁྲུས་གསོལ་གནང་གི་ཡོད་ན་རེ་མེད་ན་རེ་སྤྱན་འདྲེན་དེ་གི་དེ་ཚར་འགྲོས་ཆོག་གི། གཙོ་བོ་གཙོ་བོ་གི་ཉམས་ལེན་གཙོ་བོ་དེ་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་སིང་ངེ་གི་དེ་ཚར་བཞི་ཐོབ་པ་གསུང་གི་འདུག་བ། མེ་འབྲས་རེ་རེ་ལ་ཡང་དེ་རེ་རེ་འདུག་བ། དེ་དེ་རེད་བསམ་གི་འདུག་ང་རེ་གི་ཤེས་ཚོད་ལ། དེ་འདྲའི་གི་སྐྱབས་སུ་འགྲོ་བ་དང་སེམས་བསྐྱེད་པ་དེ་གི་སྔོན་འགྲོའི་ཡན་ལག་ལ་ཡི་གེའི་མཆོད་པ་ཕུལ་བ་དང། ཡན་ལག་བདུན་པ་བྱ་བ་དེ་གི་དེ་རེད་བསམ་གི་འདུག་ད་དངོས་གཞི་དངོས་གནས་དྲ་ནས་ཚོགས་བསགས་ཡ་དུ་གབ་ས་ཡན་ལག་བདུན་པ་མེ་འབྲས་དང་བཅས་པ་དུ་ཚོགས་བསགས་པ་གི་ཆ་རྐྱེན་ལ་བརྟེན་ནས་དངོས་གཞི་སྐྱབས་སུ་འགྲོ་བ་དང་སེམས་བསྐྱེད་པ་དེ་ཡིན་པ་རེད་བསམ་གྱི་ཡོད། སྐྱབས་སུ་འགྲོ་བ་དང་སེམས་བསྐྱེད་པའི་གི་མཐུ་ནུས་ཆེན་པོ་དེ་གི་ཨ་ནི་འདོད་དོན་གསོལ་བ་བཏབ་ཡ་ལྷ་མོ་ལྷ་དགུའི་ཡང་དག་བདེན་པའི་ཞིང་ནས་དེ་ནས་མ་ཨ་ནི་འདོད་གསོལ་དེ་གི་དེ་གི་ཨ་ནི་ཡོད་དེ་ཡ་དེ་རྗེ་བཙུན་བཅོམ་ལྡན་འདས་མ་ཐུགས་རྗེ་ཅི་སེ་འདོད་གསོལ་དུ་ཚུགས་ཡོད་དེ་ཡ་ཅིག་གི། ཨོ་དེ་འདྲའི་ཅིག་གི་ད། དང་པོ་སྦྱོར་བ་ཚོགས་བསགས་ཀྱི་སྐོར། དངོས་གཞི་སྐྱབས་འགྲོ་སེང་གེ། སྦྱོར་བ་ཚོགས་བསགས་བསྐོར་དེ་ལ་མཆོད་པ་དང་མེ་འབྲས་དང་བཅས་པ། ཨ་ནི་དངོས་གཞི་སྐྱབས་འགྲོ་སེང་གེ། འཇུག་དངོས་གནས་འདོད་དོན་གསོལ་བ་བཏབ། ཡ་ཨ་ནི་ལམ་གྱི་རིམ་པ་ཡོངས་སུ་རྫོགས་པ་ལ་ཡ་ཨ་ནི། ཅིག། ད་བག་ཆགས་སྦྱོར་ཡ་དམིགས་རྣམ་སྦྱོང་ཡ་དེ་དང་དེ་ཡི་བར་ཆད་བསལ་ཡ་དེ་དང་དེ་ཡི་བྱིན་རླབས་འཇུག་ཡ་ཨོ་ད་དེ་འབྲས་ཀྱི་གསོལ་འདེབས། ཨ་ནི། དངོས་གྲུབ་དེ་འགྲུབ་ཡ་གི་ཆེད་དུ་ལ་ཡ་ཨ་ནི། ད་འདི་འདིའི་གཏོར་མ་འབུལ་ཡ། ཨོ་གཏོར་མ་འབུལ་བསལ་ཏེ་ད། དངོས་གྲུབ་འགྲུབ་པའི་གཙོ་བོ་གཅིག་གི་རྒྱུ་དེ་ལ་ཡར་ཡི་དམ་ལྷ་ལ་གཏོར་མ་འབུལ་དགོས་བ་རེད་གསལ་གཅིག་ཡོད་རེད་ཨོ་ད་དེ་འདྲས་ཡིན་པ་འདྲ་གསུངས་བ་རེད་ཅིག་འདུག་ད་དེ་ད་ག་ཟེ་དྲི་བ་དེ་ལ་ཡར་ངས་ལན་ཞུས་ང་རེ་ཤི་ཚོད་དེ་ཡིན་པ་ལ་ཆ་བཞག་ང་རང་ཚོས་ཁྱོད་ཆོས་ག་རེ་བྱེད་ཀྱི་ཡོད་བ་ཟེར་ན་ང་ནང་པ་ཡིན་ཟེར་སོང་ཟེར་ན་ཨོ་ད་ཁོ་ནང་པ་དེ་ག་འདྲས་ཅིག་འདུག་བ་ཟེར་འདུག་ཚེ་ཕ་ན་ད་ད་ལྟ་ང་རང་ཚོ་འཛམ་བུ་གླིང་གི་བདེ་ཐང་གི་སླད་དུ་ཡོད་རེད་བ་ཆུ་ལུག་སྣ་མེད་སྣ་ཚོགས་ཡོད་ས་དེ་འདྲས་ཅིག་ཡིན་དུས་ང་ནང་པ་ཡིན་གསལ་གཅིག་གི་ག་འདྲ་དྲང་པོ་དྲང་བཞག་ལས་འབྲས་སྤང་བཞག་ཡོད་བསྡད་པ་མགོ་སྐོར་མི་བཏང་མཁན། ཨེ་ནི་གཅིག་དངོས་གནས་དྲང་གནས་ཀྱི་གཅིག་གང་ཕན་ཅི་ཕན་གྱི་གཅིག་གཞན་ཕན་ཏོག་སུ་ཡོད་བསྡད་ཉན་ཨོ། ངོ་ཚ་ཁྲི་ཡོད་ཡོད་བསྡད་ཉན་ཨོ་ད། ཕ་མ་ལ་ཡ་དགེ་རྒན་དང་དུ་ཚོགས་ལ་བརྩི་བཀུར་གུས་ཞབས་ཡོད་བསྡད་ཉན་ཨོ་གཅིག་ཡོན་ཏན་ཅན་ལ་ཡ་མཆོག་ཏུ་གཏད་ཅིག་གུས་བ་དང་ལ་སོགས་པའི་ད་ལྟ།

དོན་སྤྱོད་པ་དོན་མཐུན་པ་ཟེར་མཁན་ཅིག་འདུག་ག། མི་ལ་ཡར་འཕར་གཅིག་དངོས་གནས་བསླབ་བྱ་བརྒྱབ་དེ་འདྲའི་གཅིག་གིས། ཕན་སེམས་དང་འབྲེལ་བའི་ཐོག་ནས་ཡ་རབས་བཟང་སྤྱོད་ཀྱི་བསླབ་བྱ་ཅིག་བརྒྱབ་པ་ལ། རང་ཉིད་ངན་ལ་གང་བསླབ་བྱ་བརྒྱབ་རྒྱུ་གི་དེ་དང་མཐུན་པ་ཅིག་གི་ལག་ལེན་ལ་ཡར། མཁས་པ་ཅིག་མ་བྱུང་ན། ཨེ་ནས། ཕ་སྣང་དེ་གིས་ཡང་ཁོའི་ཁ་ནས་བཤད་པ་མ་གཏོགས་ཁོ་རང་ལ་ཡི་ལང་ལན་དེ་འདྲ་ཅིག་ཡོད་མ་རེད་ཟེར་ཅིག་གིས་འཛམ་ལ་ཀླད་ཡ་གཅིག་རེད་བ་དེ་འདྲ་ཡིན་ཙང། གཞན་དོན་སྒྲུབ་པ་ལ་མངལ་བའི་རང་དོན་ལ་ཡ་ཡིན་ན་ཚུར་ལུང་སོང་བ་དགོས་ཀྱི་རེད་ཟེར་ད་ལྟ་དེ་སོང་ཡོད་དེ་བདེན་པ་བདེན་རྐྱང་རེད། ད། ང་ཚོས་བཟོད་པའི་ཉམས་ལེན་བྱས་ཟིན་མཁན་དེ། རང་ལ་ཡང་མི་སྙན་པ་བརྗོད་པ། རང་ལ་ཡང་སྡིག་ཚོགས་བྱས་པ། རང་ལ་ཡང་འཕྱ་སྨོད་བྱས་པ། ད་དེ་འདྲའི་ཅིག་གིས་རྐྱེན་གཅིག་འཕྲད་སོང་ན་དེ་ལ་བཟོད་པ་སྒོམ་ཡ་རེད་མ་གཏོགས་ཅིག་གིས་བརྩི་བཀུར་བཀུར་སྟི་བྱེད་མཁན་ཅིག་ལ་བཟོད་པ་སྒོམ་ཟེར་ཡ་ཅིག་ཡོད་མ་རེད་བ། དེ་འདྲའི་ཡིན་དུས།

ག་རེ་རེད་ཟེར་ན། ཞེ་སྡང་ལྟ་བུའི་སྡིག་པ་མེད། ད་སྡིག་པ་གཅིག་ལ་ཞེ་སྡང་དེ་ལས་ཚབས་ཆེ་བ་མེད་པ་ཅིག། ངོ་བོ་ཁོ་རང་སྡིག་པ་ཡིན་པ་ཙམ་དུ་མ་ཟད་པས་སྔར་གྱི་དགེ་བ་དེ་སྐད་དེ་ཡང་འཇོམས་པ་དེ། ཡང་ནི་སེར་སྣ་དང་ང་རྒྱལ་དང་དེ་ཚོ་བྱེད་ཀྱི་མེད་ཡིན་པ་རེད། ད་ཞེ་སྡང་གི། ངོ་བོ་ཁོ་རང་ཡང་ནི་སྡིག་པ་མི་དགེ་བ་ཡིན་པ་ཙམ་དུ་མ་ཟད་པས་སྔར་བྱས་ཀྱི་དགེ་བ་མང་པོ་ཅིག་ཆུད་ཟོས་རུ་བཏང་གི་ཡོད་པ་ཡིན་ཙང་ཞེ་སྡང་ལྟ་བུའི་སྡིག་པ་མེད། ད་དེའི་གཉེན་པོ་དེ་ད་ནི་བཟོད་པ་བསྒོམ་ཡང་དེ་ག་རང་ཡིན་ཙང་བཟོད་པ་ལྟ་བུའི་དཀའ་ཐུབ་མེད་ཟེར་ནས་དེ་བས་བཟོད་ལ་ནན་ཏན་བྱ་ཟེར་ནས་ད་ནི་བཟོད་པ་ལས་ཀྱི་ནི་འབད་བརྩོན་གནང་ཡང་དེ་གལ་ཆེ་དོན་ཆེན་ཅིག་ཡིན་མ་རེད། ད་ཧོམ། ཞུམ་བྱའི་རྩོལ་བ་ཐར་བ་ལ་ཕོངས་ལས་ཐར་བ་ཡོད་དམ་ཅི། ང་རྒྱལ་རྩོལ་བ་སྐྱེས་པ་ནི་ཆེན་པོ་ཡིན་ཀྱང་ཐུབ་པར་དཀའ། དེ་རྒྱལ་སྲས་གཞོན་པོ་ཞི་བ་ལགས་ཀྱི་སྤྱོད་འཇུག་གི་ཚིག་རེད་བ། ངའི་འཇོན་ཀུན་མ་རེད་ངའི་ཡུལ་དངུལ་མ་རེད་ཟེར་ནས་དེ་འདྲའི་གཅིག་གི་ཞུམ་བསྡད་པ་གཅིག་དང་བརྩོན་འགྲུས་མི་མཚོན་མཁན་གཅིག་གིས་ཡ་ནི། ལས་ཀ་མཐར་ཕྱིན་པ་ཡོང་ཡ་དེ་ཞེ་དྲག་ཁག་པོ་རེད། གང་དང་གང་ཡིན་ལས་ཀ་གང་དང་གང་ཡིན། དངོས་གནས་དེ་ནི་ངའི་ལྗོན་པ་བསམ་ཡག་གི་གདེང་ཚོད་ཡོད་བསྡད་པ། སྤོབས་པ་ཡོད་བསྡད་པ། ཡ་ནི་དེའི་སྒང་ལ་ཡ། སྡུག་རུས་རྒྱབ་ཐུབ་ཡ་དཀའ་ལས་རྒྱབ་ཐུབ་ཡ། དགེ་བ་ལ་བརྩོན་པ། ཨོ་དེ་འདྲའི་གཅིག་ཡོད་པ་ཡིན་ན། ཡ་ནི། མཐའ་འཁྱོལ་ཐུབ་ཡ་ཅིག་ཡོང་ཐུབ་ཡ་ཅིག་ཡོད་ཡིན་པ་རེད། དེ་ཡིན་ན་ཨ་ནི། ལོ་བརྒྱ་རེ་མི་སྐྱེ་སྙམ་པའི་དེ་ཡང་འདུས་བྱས་བསོད་ནམས་མི་ནག་པའི་ཡིན་པའི་ད་ཚོད་སྐྱེས་ཡོང་བ་ཡིན། དངོས་གནས་འདི་འདྲའི་ཅིག་དེ་ཡོང་གི་མ་རེད་བསམ་པ་དེ་ཡང་བརྩོན་འགྲུས་ཀྱི་ནུས་པ་ལ་བརྟེན་ནས་ཨ་ནི་སྐྱེ་ཐུབ་ཡ་ཅིག་ཡོང་གི་ཡོད། འོ་དེ་འདྲས་གསུང་བ་རེད། དེ་འདྲ་ང་རང་ཚོའི་ཡུལ་གྲུབ་ནང་ལ་ལྟད་མོ་ལྟ་ཡ་འདུག་ཨ། གླང་པོ་ཆེ་སྟོབས་ཆེན་པོ་བཞུགས་འདུག་ཨ།

ཞུམ་བྱའི་རྩོལ་བ་དོར་བ་ལ་ཕུང་ལས་ཐར་བ་ཡོད་དམ་ཅི་ང་རྒྱལ་རྩོལ་བ་སྐྱེས་པ་ནི་ཆེན་པོ་ཡིན་ཀྱང་ཐུབ་པར་དཀའ། ད་དངོས་གནས་དོན་ནི་སྙིང་སྟོབས་གཅིག་དང་ནུས་པ་གཅིག་དེའི་ཐོག་ནས་འགྲོ་དགོས་ཡ་ད་གལ་ཆེན་པོ་ད་ཡིན་ན་ཡང་འོ་རེད་ད་ཐག་ཆད། ད་ལྟ་ང་རང་ཚོས་འགལ་བ་མང་པོ་ཅིག་བྱས་བསྡད་པ་དེ་གའི་དེའི་ཨ་ནི་སྟོབས་ཆེན་ཅིག་མི་ཡོང་ཡ་གི་རྒྱུ་ཚན་དེ་སེམས་བསྐྱེད་ཅིག་ཏུ་གནས་པ་མེད་པ་དེ་གའི་སྐྱོན་གྱི་ཆ་གི་ཡ་ཡིན་པ་རེད། ཨོ་མགོ་སྐྱབས་འགྲོ་མགོ་བཙུགས་ཡོད་འདུག་དང་པོ་དལ་བ་རུ་ཅིག་ཡོད་པ་ཡིན་ན་ཡང་སྐྱབས་འགྲོའི་བཞུགས་ཚག་རེད་བོ་དེ་དཔེར་ན་བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཡི་རྒྱུ་ཆ་གསུམ་པའི་བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཡི་གོ་འཕང་ཐོབ་ནས་སྐྱོན་གྱི་དགྲ་ཐུབ་ནས་སྲིད་བསྔོ་བ་དེ་ཙམ་དེ་ལས་ཡིན་དུས་དེའི་བ་ཚྭ་ལག་གི་བར་དུ་འདོན་འདོན་པ་དང་དེ་གས་དེ་ག་འདྲའི་ག་འདྲའི་འདོན་པ་ཡིན་ཧ་གོ་ཡ་མེད་པར་ཁ་ནས་ཅིག་འདོན་དགོས་ཡ་རེད་དེ་སེམས་དེ་ཡ་ཡ་ཕྱིན་མ་མ་ཕྱིན་དུགས་བྱས་ནས་མགོ་ཡོད་ལ་བཞུགས་མེད་བསྡད་ཉེ་ཞུ་གི་ཡོད་ལ་དབུས་མའི་བདེ་ཉེར་འགོག་ཤུགས་ཡོད་ན་དབུས་མ་ཚང་གི་བློ་ཐག་དེ་འདྲས་ཅིག་གིས་ང་ཚོའི་འགལ་བ་དེ་ཨ་ནི་སྤང་དགོས་ཅག་ལ་ནང་བཞིན་འགོ་ཡོད་ལ་ཞུ་གི་མེད་བདེ་ཉེར་ཞུ་གི་ཡོད་ལ་འགོ་མེད་བདེ་ཉེར་མཁའ་རླུང་ཆ་ཚང་ཅིག་མེད་བདེ་ཉེར་ད་ང་ཚོའི་ཉོན་མོངས་དུག་གསུམ་ལ་ལྟ་བུ་ཅིག་ལ་ཆ་བཞག་ན་ཕྱུག་པོའི་ནོར་ནང་བཞིན་འབད་དེ་འབད་དེ་བདེ་ཚན་བདེ་ཚན་འབབ་ཆག་འབབ་ཆག་སྟེང་ཡང་ཡོད་བདེ་བ་འགོག་ཤུགས་ཚང་བ་དེ་འདྲས་ཅིག་གིས་ཡོད་བདེ་བ་དེ་འདྲས་ཅིག་གིས་ད། པའི་དགེ་བའི་ཕྱོགས་དེ་ལ་ཉམ་མཐའ་པོ་ཡོང་དོན་གོ་ག་རེ་རེད་ཟེར་ན་ཏིང་ངེ་འཛིན་རྩེ་གཅིག་པ་དེ་མེད་པའི་སྐྱོན་གྱི་ཐོག་ནས་བྱུང་བསྡད་པ་ཡིན་པ། ད་ག་ཚད་ཐུག་ཐུག་གི་སོ་སོའི་བཅུད་འཇལ། ད་ངས་སྐྱབས་འགྲོ་མགོ་ནས་མགོ་བཙུགས་པ་ནས་དཔེར་ན་རྒྱུ་ཆ་གསུམ་པ་རེ་བ་ཅིག་བྱས་པ་ཡིན་ན་རྒྱུ་ཆ་གསུམ་པ་མགོ་བཙུགས་ནས་འཇུག་གི་མ་ལོན་བར་དུ་ངའི་བསམ་བློ་དེ་རྒྱ་ཡན་ལ་མི་བཏང་ཨ། ད་ངས་ཚིག་རེ་རེ་བཞིན་དུ་ཡིད་ཤར་བྱས་ཏེ་ཨེ་ནི་ངའི་བསམ་བློ་དེ་བཏང་བསམ་ནས་ཨེ་ནི་དེ་ནས་དཔེ་དེབ་དང་པོ་གཅིག་སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན་དེ་ནས་བར་དུ་མདོ་གི་དོན་དུ་རྫོགས་ཨ་ནི་ཐ་མ་བསྔོ་བ་བྱ་བ་དེ་སྐད་ཅེས་ཆ་ཚང་བཅས་སོ་སོའི་ཡིན་ན་ཡང་རང་གིས་རང་གི་དགེ་བ་ལ་རྗེས་སུ་ཡི་རང་བའོ་དེ་འདྲའི་བྱེད་ཡ་གཅིག་བྱུང་བ་ཡིན་ན། ཁྱད་པར་རང་གི་སྔོན་ཆད་དགེ་བ་ལ་རློམ་སེམས་འདྲ་བའི་དགའ་བ་ཁྱེད་བསྐྱེད་ན་སྔོན་ཆད་དགེ་བ་གོང་དུ་འཕེལ་ལོ་ཞེས་ཟེར་ནས་ཨ་ནི་སོ་སོའི་དགེ་བ་དེ་འདམ་རྒྱུག་འདམ་རྒྱུག་འཕེལ་འགྲོ་ཡ་གཅིག་ཡོད་དེ་པའོ་ད་དེ་འདྲའི་གཅིག་གིས་དཔེ་དེབ། སུ་སུ་རང་གིས་རང་གིས་ཉིན་རེ་ཉིན་རེ་བཞིན་དུ་ལམ་སང་ཐོབ་རྒྱག་སྒོབ་རྒྱག་ལ་ཡ། དེ་མ་ཐག་ཏུ་ཞི་གནས་ཟེར་མཁན་དེ་དེ་སྐད་ཆོག་ཆོག་ཅིག་དེ་ཡོད་མ་རེད་དེ། སྦྱོང་བརྡར་གྱི་ཚོད་དགོས་པ་དེ་ལ་ཡ་དམིགས་པ་རེ་རེ་རེ་རེ་བྱེད་ནས་ད་རྦད་དེ་སྡེ་ཚན་འདིའི་རིང་ལྟར་ངས་བསམ་བློ་རྒྱ་ཡན་མི་བཏང་ཨ་བསམ་མ་རུ་ཨོ་དེ་དེ་འདི་འདི་ལས་ཀྱི་ཨེ་ན་དགོངས་པ་བཞེས་རྗེས་ཏིང་ངེ་འཛིན་ལ་རྩེ་གཅིག་ཏུ་གནས་ཡག་གི་འབད་བརྩོན་གནང་ཡག་དེ་གལ་ཆེན་པོ་ཡིན་པ་རེད། དེ་མ་བྱས་ན་འགལ་བ་བྱས་པ་དེ་སྟོབས་ཆུང་ཆུང་ཆགས་འགྲོ་གི་ཡོད་ཡིན་པར་ནུས་པ་ཆུང་ཆུང་ཆགས་ཀྱི་ཡོད་ཡིན་པར་འགུག་ཤུགས་ཚང་བ་ཅིག་མེད་པ་ཆགས་ཀྱི་ཡོད་ཡིན་པར་གྱོང་ངོས་རྗེས་བཟུང་ཚང་བ་མེད་པ་ཅིག་ཆགས་ཀྱི་ཡོད་ཡིན་པ་རེད། ཨོ། བསམ་མནོའི་རྩེ་གཅིག་ཏུ་གནས་པ་གང་ལ་གང་འཚམ་ཅིག་བྱུང་བ་ཡིན་ན། འགལ་བ་གང་བྱས་པ་དེ་གྱོང་ངོས་རྗེས་བཟུང་ཚང་བ་ཅིག་ཡོང་ཡ་དེ་གནད་ཆེན་པོ་འདུག་ཨ། རྒྱལ་བ་དོན་གྱི་བདག་པོས་རྒྱལ་བ་ཐམས་ཅད་མཁྱེན་པའི། ནམ་རྒྱུན་མང་ཚོགས་ལ་གསུང་ཆོས་སྐབས་ལ་ཡ། རྗེར་མུ་ཆེ་གི་མཛད་བཞག་བས་ཀྱི་སྔགས་རིང་ཕྱི་མའི་ལུང་གཅིག་ལུང་དྲངས་གནང་མཛད། དེ་ཕྱིར་ཀྱེ་ཀྱེ་བློ་གྲོས་བདུན་ལྡན་དག། རྣམ་དག་རིག་པའི་བློ་གྲོས་མིག་འབྱུང་ལ། ཕས་ཀྱི་རྒོལ་བས་བསྐྱོད་པར་མི་ནུས་པའི། བསྟན་པའི་གནས་ལ་ངེས་པ་བརྟན་པོ་འཚོལ། ཟེར་ནས་བར་སྐབས་ཚིགས་བཅད་ལ་གསུངས་འདུག་བ། ཏིང་ཀོ་ནའི་བཀྲ་མཛེས་དེང་སང་གི་དུས་རབས་ཉི་ཤུ་རྩ་གཅིག་པ་དེ་ལ་ང་ཚོ་ནང་པ་སྤྱི་བྱིངས་ཀྱི་སྐྱ་སེར་མཆོག་དམན་དབྱེ་བ་མེད་པ་ཚང་མ་ལ་དེ་དགོས་ཡ་གལ་ཆེན་པོ་རེད་ད། འོ་ད་ག་རེ་རེད་ཟེར་ན། བོད་དུ་གཉེར་མ་ཡིན་ན་གཅིག་ཧི་མ་ལ་ཡའི་རི་རྒྱུད་དང་བོད་གངས་ཅན་གྱི་ལྗོངས་དུ་ལུང་པ་ཁུག་ཀྱོག་ཅིག་རེད། སོ་སོའི་ཕ་མེས་ཀྱི་ལམ་དང་ལུགས་སྲོལ་དེའི་ཐོག་ནས་དད་པ་རྩེ་གཅིག་བྱས་བཞག་ན་དེ་ལ་བརྟེན་ནས་བྱིན་རླབས་ཅིག་འཇུག་དེ་ལ་བརྟེན་ནས་སོ་སོའི་འཚོ་བ་ཅིག་བསགས་འདུག་ཟིན་ཐོ་དད་ཧད་ཅིག་རེད། ད་ད་ལྟ་དངོས་གནས་དྲན་ན་འཛམ་གླིང་བདེ་ཐང་སྐྱིད་ལ་སླེབས་པ་རེད། བདེ་ཐང་སྐྱིད་ལ་སླེབས་ཡིན་དུས་ཆོས་ལུགས་སྣ་མའི་སྣ་ཚོགས། ཡང་ཆོས་མེད་སྨྲ་བ་ཡང་ཇི་ལྟར་བྱེད་ཉེན་ཅིག་ཡོད་བསྡད་པའི་ཁ་ཐུག་དེ་ལ། ད། ད་ལྟ་ང་རང་ཚོས་ཆོས་བྱས་བསྡད་པ་ཡ་ཆོས་འདི། དངོས་གནས་དྲ་གནས་ཀྱི་ཁྱད་ཆོས་ག་རེ་ཡོད། ཕན་ཡོན་ག་རེ་ཡོད། གནས་སྐབས་ཀྱི་དོན་ལ་ག་འདྲ་ཅིག་ཡོད་མཐའ་སྡུག་གི་དོན་ལ་ག་འདྲ་ཅིག་ཡོད་དེ་གལ་ཏེ་ཚང་མ་རྒྱུ་མཚན་ལྡན་པའི་ཐོག་ནས་བཤད་དགོས་ཡ། ལྷག་དོན་ད་ལྟ་ང་ཚོ་མི་རྒན་པ་མ་རེད་ང་རང་ཚོ། ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དང་བོད་རིགས་སུ་གཏོགས་པ་ད་ཚང་མ་ལོ་ལོ་གཞོན་པ་དེ་གི་ད་གང་ཞིག་འདི་འདྲ་ཅིག་དཔའ་ལ་གི་བསླབས་སོང་ཨ་མ་ལ་གི་བསླབས་སོ་ཟེར་དེ་མ་ཡིན་པ་ཨེ་ནི་སོ་སོས་ཤེས་པ་བྱས་ཏེ་གལ་ཆེན་པོ་ཞེ་བོ། རྒྱུ་མཚན་ལྡན་པའི་ཐོག་ནས་བཤད་པ་བྱ་དེ་འདྲའི་ཡིན་ཙང་ཤེས་རབ་ཟེར་མཁན་དེ་ཧ་ཅང་གི་གལ་ཆེ་དོན་ཆེ། དད་པ་ཅིག་ཡིན་ན་ཤེས་རབ་དགོས་ཡ། སྙིང་རྗེ་ཅིག་ཡིན་ན་ཁོ་ལ་གྲོགས་པོ་ཤེས་རབ་དགོས་ཡ། འོ་ད། ཅིག་སྦྱིན་པ་ཅིག་བཏང་ན་ཡང་ཁོ་ལ་རོགས། ཨེ་ནས་ཤེས་རབ་ཀྱི་གྲོགས་དང་བཅས་པ་ཚུལ་ཁྲིམས་ཅིག་བསྲུངས་པ་ཡིན་ནས་ཁོ་ལ་གྲོགས། ཤེས་རབ་ཀྱི་གྲོགས་དང་བཅས་པ་ཨོ་ད་དེ་འདྲ་ཅིག་དགོས་ཡ་དེ་ད་གལ་ཆེན་པོ། རྒྱུ་མཚན་དེ་འདྲ་ལ་བརྟེན་ནས་ནམ་རྒྱུན་སྐྱབས་འགྲོ་ལ་ཡིན་ན་ཡང། ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ། ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ། ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ། གཞན་དུ་མི་སྣང་བའི་སྒོ་ནས་སྐྱབས་སུ་འགྲོ་བ་སེ་ན། སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་གཅིག་ཨོ་འདང་གི་མི་འདུག་ཨོ། ད་ཁྱད་པར་བཤད་དགོས་ཀྱི་འདུག་ཨོ། ཡོན་ཏན་བཤད་དགོས་ཀྱི་འདུག་ཨོ། དེ་ནས་གཞི་ནས་ད་ང་འདི་མ་གཏོགས་འགྲོ་ས་མི་འདུག་ཟེར་ཡ་གཅིག་ཨེ་ནས་སོ་སོས་རྦད་དེ་གདིང་ཚོད་ཐུབ་པའི་སྒོ་ནས་ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་གཞན་དུ་མི་མ་མི་སྐྱབས་སུ་འགྲོ་དེ་གི་དེ་ལས་དགོས་ཀྱི་འདུག་ཨོ་དེ་འདྲའི་རེད།